དེ་རིང་ས་གཞི་ཁག་ཅིག་བཞག་གི་ཡིན་ས་གཞི་ག་རེ་བཞག་གི་ཡིན་ཟེར་པ་ཡིན་ན་བོད་པ་ཤུགས་རིག་གི་བསམ་བློ་མ་གཏོགས་མེད་མཁན་གྱི་མི་དེ་ཚོ་ཡིན་པ་ཡིན་ན། རྒྱལ་སྤྱི་གི་གནས་ཚུལ་ག་རེ་གཅིག་སྤེལ་བ་ཡིན་ན་ཡང་ད་ཤུགས་རིག་གཞི་ནས་སྤེལ་དགོས་ཡ་དེ་འདྲ་གཅིག་བསམ་བློ་གཅིག་ཁ་ནས་འགྲོ་གི་འདུག་ཐ་ན་ཨི་རན་དང་ཨ་རི་ཁ་བ་རུ་གི་གནས་ཚུལ་དེ་སྤེལ་བ་ཡིན་ན་དྲང་མོ་དྲང་རྐྱང་ག་རེ་ཡིན་པ་དེ་སྤེལ་བ་ཡིན་ན་དེ་ནི། ཨ་རི་གིས་ཨི་རན་ལ་གླགས་འཁེལ་གྱི་མེད་པ་འི་དེ་འདྲ་གི་གནས་ཚུལ་ཡོད་རུང་བ་གསར་བརྗེ་ཡོང་གི་ཡོད་རུང་བ་ཀ་རེ་སི་པ་འི་ན་མཚམས་མཚམས་གི་གླགས་འཁེལ་གི་མི་འདུག་དེ་གནས་ཚུལ་དེ་ཚོ་ཡོང་གི་ཡོད་རུང་བ། དེ་དངུལ་དེ་སྤེལ་བ་འི་ན་ཨི་རན་ལ་རྒྱབ་སྐྱོར་བྱ་གི་འདུག་སྒེར་སྤྱོད་པ་ལ་རྒྱབ་སྐྱོར་བྱ་གི་འདུག་དེ་འདྲ་གི་བསམ་བློ་གོང་འཁེལ་དེ་འདྲ་འདུག་བ། དེ་འདྲ་གི་མི་དེ་ཚོ་ཡིན་པ་འི་ན་ངོ་ནི་དྲང་གནས་གི་སོ་སོ་གི་བསམ་བློ་འི་ཤུ་རི་མ་ཐུང་མ་ཤེས་མཁན་དང་ཡང་མིན་པ་འི་ན་རྒྱལ་སྤྱི་འི་གསར་བརྗེ་རིག་པ་དང་རྒྱལ་སྤྱི་གནས་ཚུལ་འི་འགྲོ་སྟངས་མི་ཤེས་མཁན། ལྷག་པར་དུ།

དེ་རིང་གི་འོས་ཁྲི་དེ་ཚོ་སྲིད་དང་ཡིན་ན་སྲིད་པ་ཡིན་ན་དེ་ནས་ཉི་མ་ཁ་ཤས་ནང་ལུགས་ནས་མི་མང་གྱེན་ལངས་བྱས་ནས་སྲིད་གཞུང་འབོ་བླུག་འགྲོ་གི་བསམ་ནས་དེ་འདྲ་གི་རྩིས་རྒྱབ་ཡོད་རེད་བ། དེ་འདྲ་གི་རྩིས་རྒྱབ་ནས་དེ་འདྲ་བྱས་ནས་སྲིད་ཡོད་རེད། འོས་ཁྲི་དེ་ཚོ་སྲིད་ཡོད་རེད་ཡིན་པ་ཡིན་ན་སྲིད་གཞུང།

ཨི་རན་གྱི་གནམ་དེ་རྒྱ་གར་དང་རྒྱ་ནག་དེ་ཚོ་ལ་བཙོང་ནས་འགྲོ་གི་འདུག་དཀའ་ངལ་ཡོད་ཀྱི་མི་འདུག་ཡིན་པ་ཡིན་ནའང་ད་ཡང་རྒྱ་ནག་གི་མི་མང་པོ་ཨི་རན་སྤྱི་པོ་ནས་ཉོ་གི་ཡོད་བ་མ་རེད་ད་ལྟ་དེ Saudi Arabic གི་ཏུ་བ་ལ་མང་པོ་ཉོ་གི་ཡོད་བ་རེད་རྒྱལ་ཁབ་གཞན་པ་ནས་མང་པོ་ཉོ་གི་རེད་བ། དེ་ཚོ་དཀའ་ངལ་འཕྲད་ཀྱི་ཡོད་རེད་མ་གཞི་སྤྱི་འོངས་ཆ་ནས་ཀྱི་བཤད་ན South Korea དང་ཉི་ཧོང་དེ་ཚོ་ལ་བསྡུར་བས་ན་རྒྱ་ནག་དཔེ་དེ་རྩ་བ་ནས་ཀྱི་དཀའ་ངལ་འཕྲད་ཀྱི་མི་འདུག་དེ་ལས་ལྡོག་ཏུ་ཉི་ཧོང་རྒྱ་ནག་གི་ར་ཤི་ཡ་གི་རྣམ་གཡོག་ཡོད་རེད་ཨི་རན་གི་རྣམ་གཡོག་ཡོད་རེད་ད་གི་ཁྱེད་ཚོང་རག་གི་འདུག་ཟེར་གི་འདུག་སྤྱི་སྟངས་རྒྱ་ནག་དང་ཨི་རན་གཉིས་ཀྱི་འོས་བསྡུ་ནི་ཀི་ཀོ་གྲོགས་པོ་ཆགས་ཆོག་རེད་མ་གཞི་གཅིག་གྱུར་འགའ་ནི་ཀི་ཀོ་གྲོགས་པོ་ཆགས་ཆོག་མ་རེད་དེ་ཙམ་ཟེར་མ་ཟད་ཁོ་རང་གཉིས་ཀྱི་འབྲེལ་བ་ཡོད་བརྟན་པོ་ཡོད་མ་རེད་ཚོང་འབྲེལ་བ་ཙམ་ཟེར་གན་རྒྱ་བཞག་པ་ཡིན་ན་ཡང་གན་རྒྱ་དང་ལག་ལེན་བསྟར་ཡོད་མ་རེད་ནི་ཀི་ཀོ

རྩ་བ་གཞི་ནས་གནོད་ཡག་པོ་ཅིག་བྱ་གི་ཡོད་མ་རེད་དེ་ལས་ལྡོག་ཏུ་ནི་ཨ་རིའི་ནུས་པ་དང་སྟོབས་ཤུགས་དེ་ཨི་རན་དགོན་ལ་ཁུར་ནས་འགྲོ་བ་ཡིན་ན་རྒྱ་ནག་ལ་གཏོང་ཐུབ་ཀྱི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་རྒྱ་ནག་ལ་ཡིན་པ་ཡིན་ན་ཕན་ཐོགས་དུ་ཡོད་རེད་དེ་ཙམ་ཚོད་མ་ཚད་རྒྱ་ནག་གི་ཐའེ་ཝན་ལོག་ཡ་ལ་ད་ཐག་ཉེ་རུ་ཉེ་རུ་གཏོང་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཨ་རི་ཡིན་པ་ཡིན་ན་སེམས་ཁྲལ་ཡོད་རེད་ཁྲེན་པོས།

གྲུ་མོ་ཞིག་གིས་མ་གཞི་གཞན་པ་དེ་རྒྱལ་རིགས་ཁུ་ཤི་ནག་དང་དེ། གཞན་པ་ཏིང་འཛིན་ལ་གྲུ་མོ་ཞིག་གིས་མེ་ག་རེ་ཟིག་སྤངས་ན་ཁོ་རང་ཅག་གི། དམག་རྒྱ་དང་དེ་འདྲ་གང་ལ་འདོགས་པར་འདུག་དེ་འདྲ་ཡིན་པ་སོང་ཙང་མི་དེ་གཉིས་ལ་ཡིད་ཆེས་མེད་ཟེར་གི་འདུག་ཉི་མ། ཨི་རན་གྱི་ཨ་རི་ལ་གྲུ་མོ་ཐེངས་མ་གཉིས་ཤི་བའི་སྐབས་དེ་ལ་ཡིན་པ་ཡིན་ན་གྲུ་མོ་ཤི་ནས་ཀི་ཀི་ཡག་པོ་ཆགས་འདུག་མ་འོངས་བ་ཡང་བསྐྱར་གྲུ་མོ་ཤི་གི་ཡིན་ཟེར་ནས་ཀི་ཀི་དེ་འདྲ་ཤི་བའི་ཁ་ཐུག་ལ་གྲུ་མོ་འགྲོ་བཞིན་པའི་སྐབས་སུ་ཨ་རི་གི། ཨེ་རན་ལ་ད་གཏོར་རྒུག་གཉིས་ཤིག་ཡོད་རུང་བ། ལོ་ངེས་མ་ལ་ཞིག་ཡོད་རེད་དེ་འདྲ་ད་ལོ་ཡང་ཆད་ཞིག་ཡོད་རུང་བ་ཉིས་བརྒྱ་དྲུག་མོ་འགྲོ་བཞིན་པའི་སྐབས་སུ། གཏོར་རྒུག་ཞིག་ཡོད་རེད་དེ་འདྲ་ཡིན་པ་སོང་སོང་ཨེ་རན་ཨ་རི་ལ་ཡིད་ཆེས་ཀྱི་ཡོད་མ་རེད་ཤུ་གཉིས་ཀ་ཕན་ཚུན་ལ་ཡིད་ཆེས་ཀྱི་ཡོད་མ་རེད་དེ་འདྲ་ཡིན་པ་སོང་སོང་ད་ལྟ་གི་གྲུ་མོ་དེ། ད་ཏིས། འབྲི་གཡག་ལ་ཏིས། བར་སྐྱིད་མང་པོ་ཡོད་པ་དེ་བརྒྱ་ཆ་བརྒྱ་རེད་ད་གྲོ་མོ་དེ་འགྲིག་པ་ཡིན་ན་ཡག་པོ་ཆགས་ཀྱི་ཡོད་རེད་མ་འགྲིག་པ་ཡིན་ན་དུ་དུ་ཨི་རན་གྱི་སྲིད་གཞུང་མགོ་བརྟན་མགྱོགས་པོ་མགྱོགས་པོ་ལྷུག་ཐུབ་པ་ཡིན་ན། དེ་ནས་ཨ་རི་གི་སྤྱི་ཁྱབ་ལ་སྟངས་འཛིན་བྱས་ནས་གི་དེ་ནས་སྤྱི་ཁྱབ་གི་རྣམས་དང་དུ་དུ་ཚང་མ་འོག་མ་རྒྱ་ནག་ལ་བཙོང་ཡ་དང། འགྲོ་ཡ་དུ་དུ་སྒང་ནས་གི་སྟངས་འཛིན་བྱས་ནས་གི་བཀག་ཐུབ་ཀྱི་ཡོད་རེད་དེ་འདྲ་མ་བྱས་པ་ཡིན་ན་བཀག་བཀོད་ཀྱི་ཕན་ཐོག་ཡོད་ཀྱི་ཡོད་མ་རེད་དེ་འདྲ་བྱས་མ་ཐུབ་པ་ཡིན་ན་ད་དམག་འཁྲུག་འདི་འདྲ་བྱས་ནས་གི་འགྲོ་བ་ཡིན་ན། ཨ་རི་གི་གར་ཚོགས་དེ་རིང་ཨི་རན་གྱི་གནམ་སྡེ་བཙོང་ཆོག་པ་བཟོས་ཡོད་རེད། ར་ཤི་ཡ་གི་གནམ་སྡེ་ངོ་མ་བཀག་ཡོད་རེད་བཙོང་ཆོག་པ་བཟོས་ཡོད་རེད་ད་ལྟ་མ་འཁྲུལ་རྒྱབ་ནས་ཀྱི་ཨི་རན་དང་ར་ཤི་ཡ་བཅས་ཀྱི་གནམ་ལ་གན་སོང་རག་བསྡད་ཡོད་རེད་རྒྱ་ནག་ཡིན་པའི་ནང་དབར་དུ་བ་ལ་ཉོ་གི་ཡོད་རེད་རྒྱ་གར་ཡིན་པའི་ནང་དབར་དུ་བ་ལ་ཉོ་གི་ཡོད་རེད་ལྷོད་ལྷོད་བྱས་ཏེ་ཀྱི།

འཛམ་གླིང་གི་སྟོབས་ཆེན་ཆགས་ལ་ད་རེ་བ་ཆེན་པོ་ཞིག་ཡོད་ཀྱི་ཡོད་རེད་ག་རེ་ཟེར་བ་ན་ཨ་རིས་རྒྱ་ནག་ལ་དོ་སྣང་བྱེད་ཐུབ་ཀྱི་ཡོད་མ་རེད་དེ་ནས་འཁྲིག་པ་རྒྱག་པ་ཡིན་ན་རྒྱལ་ཁབ་ཚང་མ་ལ་རྒྱ་ནག་གི་རོགས་པ་དགོས་ཀྱི་ཡོད་རེད་བ་མཉམ་འབྲེལ་དེ་དགོས་ཀྱི་ཡོད་རེད་བ་དེ་འདྲ་ཡིན་པ་སོང་ཙང་རྒྱ་ནག་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་གནད་འགག་དེ་ཧ་གོ་ནི་གི་ད་ལྟ Trump གི་གྲོགས་པོ་ཡག་ཤོས་དང་ཡིད་ཤོས་པ་གི་གསར་འགོད་པ

ད་ནས་ཡིན་པ་སོང་ཙང་གཅིག་ཡིན་ན་ཁོ་རང་གི་མ་ཐུག་དེ་འཇིག་ཅུང་སྲིད་པ་རེད་ད་ལྟ་ཡིན་པ་ཡིན་ན་གྲུ་མོ་ཞིག་གི་རེ་བ་ཞིག་ཆེ་ག་འདུག་ཡིན་པ་ཡིན་ན་ཡང་ད་ཨི་རན་གྱི་དྲག་པོ་ཞིག་ནི་ཤུན་ལྕགས་ཀྱི་གྲུ་མོ་སྐབས་སུ་གྲུ་མོ་ལྷམ་ལྷོང་མ་ཡོང་པ་ཡིན་ན་ད་ནས་མ་ཐུག་རྒྱུན་མཐུད་སྲིད་པ་རེད་ད་ད་ཡར་བ།